སྨོན་ལམ་རིག་ནུས་བེད་སྤྱོད་བྱས་པ་ལ་ཡང་སྨོན་ལམ AI། བྱས་རྗེས Google ནས་ཚད་པ་ཡིན་ན་སྨོན་ལམ་རིག་ནུས་ཀྱི་ཕྲ་རྟགས་དེ་རང་རེད། དེའི་ནང་ལོགས་ལ་ཡང་རྣམ་པ་ཚོས་བོད་ཡིག་ཐོག་ནས་གཟིགས་ཀྱི་རེད་ཡིག་སྒྱུར་རིག་ནུས། ཀློག་འདོན་རིག་ནུས། སྒྲ་འཛིན་རིག་ནུས། དེ་ནས་ཡིག་འཛིན་རིག་ནུས་ང་ཚོའི་ཡིག་འཛིན་རིག་ནུས་བེད་སྤྱོད་བྱས་པ་ཡིན་ན་དང་པོ་ང་ཚོ་པར་གཅིག་བསྒུག་གི་ཡོད་རེད་བ། པར་ག་བ་ནས་ང་ཚོ་ཡིག་ལེན་ཡ་ཡིན་པ། ད་དཔེ་ཆ་བཞག་བ་ཡིན་ན་ངས་ཡིག་ཁུག་གཅིག་ནས་པར་གཅིག་ལེན་པ་ཡིན་ན། དཔེ་ཆ་རྙིང་པ་གཅིག་གིས་པར་གཅིག་ལེན་པ་ཡིན་པ་ཡིན་ན། འདུག་བྱས་རྗེས་པར་རྙིང་པ་གཅིག་ལེན། དེ་ནས་འོ་དེ་ལ་ཡར་བསྒྱུར་བྱས་རྗེས་བསྣན་ས་ཅི་ཡོད་རེད་དེ་བསྣན་པ་ཡིན་ན། དེ་ནས་དཔེ་ཆ་དེའི་ནང་ལོགས་ལ་ཡང་ཡི་གེ་ག་རེ་ཡོད་པ་ཚང་མ་ཕར་འཇོག་དེ་ལ་ཡར་བསྒྱུར་གི་རེད། ད་ལྟ་དཔེ་ཆ་དེ་ཞེ་བཟུང་རེད་འདུག་ཨ། དཔེ་ཆ་དེའི་ནང་ལོགས་ལ་ཡང་ཡི་གེ་ག་རེ་ཡོད་པ་ཞེ་བཟུང་རེད་འདུག་ཨ་དེ་ནས Original Lines དེ་མེད་པ་བཟོས་པ་ཡིན་ན་ང་ཚོ་ལ་ཡང་ཡང་ཡི་གེ་རྐྱང་པ་བྱེད་རག་གི་རེད། ཨ། ཡི་གེ་རག་བསྡད་འགྱོ་འདི་ང་རང་ཚོའི་གི་གྲོགས་པོ་གྲོགས་མོ་རེད་དེ་བཞིན་ཨ་སུ་ལ་ཡང་བསྐུར་དགོས་ཡོད་པ་ཡིན་ནས་ཁོ་རང་ཚོ་ལ་ཡང་བརྒྱུད་བསྐུར་བྱས་ན་འགྲིག་གི་རེད། རྒྱུ་སྐུར་བྱེད་ཡ་ལ་ཡ་རྒྱུ་སྐུར་བྱེད་སའི་གི་འོག་ལ་ཡ་གཟིགས་པ་ཡིན་ན། རྒྱུ་སྐུར་བྱེད་སའི་གི་གནམ་ས་ཡོད་རེད། ཡང་ཤུལ་འབྱར་བྱེད་ཡ་ཡོད་རེད། རྒྱུ་སྐུར་བྱེད་ས་གི་དྲ་ཐག་དེ་འཇོག་ཡ་ཐོན་ཡོང་གི་རེད། ད་ཡིན་ནམ་བུ་ཚོ་ཁ་ཤས་ཨིན་ཇིའི་ཐོག་ནས་ལྟ་འདོད་ཡོད་པ་ཡིན་ན། ཨིན་ཇི་མནན་པ་ཡིན་པ་ཡིན་ན་ང་ཚོ་རིག་ནུས་ཁོ་ར་ཨིན་ཇིའི་ཐོག་ནས་ཐོན་ཡོང་གི་རེད་དེ་ནས OCR སི་ཅེས་བདམས་པ་ཡིན་ན། ང་ཚོ་ཡིག་འཛིན་རིག་ནུས་རག་གི་རེད་ད་གི་གཅིག་པ་གཅིག་རྐྱང་ང་ཚོ་པར་བདམས་དགོས་ར choose file།

ཡིན་ཡང་མི་གཞན་ལ་ཡང་བརྒྱུད་སྐུར་བྱས་ཡ་ཡིན་ནས་རེད་ཁ་མདའ་ཁ་བ་བཏང་བ་ཡིན་ནས་ཨ་ནི། ཁུར་ཐུག་རེད།